ྋགོང་ས ྋསྐྱབས་མགོན་རྒྱལ་བློན་པོ་དམ་ཅན་ཆོས་རྗེ་གཟིགས་པ་མཆོག་དབུས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་བུ་ཚང་མ་ལ་གུས་ཞབས་སྔོན་དུ་འགྲོ་བའི་ཐོག་ནས་ཟླ་སྤྱི་ལོ་ཉིས་སྟོང་ཉིས་བརྩ་ལྔ་ལོ་ཟླ་སྤྱི་ཟླ་ལྔ་བའི་ཚེས་པ་དེ་རིང་གྲོགས་བྱ་དེ་གོ་རེ་འདི་ནི་ཉིན་གུང་རྒྱབ་ལོགས་མི་བུ་སྔ་དྲོ་ཚོང་ཁང་ལ་ཆུ་རྒྱུག་བསྐྱངས་གནང་པས་དེ་ནི་རྫོང་སར། ཆུ་རྒྱུག་སློབ་ཕྲུག་གི་དེ་ནི་ལས་ཐོག་མཁན་རིན་པོ་ཆེ་དང། དེ་ག་ནང་བཞིན་གཙོ་སྐྱོང་བ་དབུས་པའི་མཁན་སློབ་དགེ་བཤེས་གཉིས་རྣམས་དང་དེ་ནི་ཚོང་བདག་ཁང་ནས་ཕུད་པའི་མཁས་དབང་རྣམ་པ། དགེ་འདུན་པ་རྣམ་པ་དེ་ནས་ད་འདི་ཁྱུ་རེ་ལས་ཡོང་གི་ལས་རྒྱན་རྣམ་པ་ཚང་མ་ལ་གུས་པས་དེ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་ནས་དེ་ནས་ངས་མ་དཀྱེལ་རྩོམ་དེ།

མཉམ་མེད་འགྲོ་མགོན་ཤཱཀྱ་སེང་གེར་འདུད་དཀའ་བ་བརྒྱ་ཕྲག་བསྐྱེད་པའི་ལས་ཀྱི་རྒྱལ་ཟབ་རྒྱས་གཞུང་ལོ་རྒྱམ་ཚོགས་ཐོག་ཚུད་ཆུ་བསྟན་པ་འདི་ལ་སྟོང་པ་སྙན་པར་གྲགས་མཁས་འཇོག་ཡིད་བརྙན་ཞབས་ལ་སྙིང་ནས་འདུད། ཚུལ་ནི་དུས་གསུམ་ཀུན་ལ་རྩེ་རྒྱས་ཤོར་མདོ་སྔགས་ཆོས་ཚུལ་རྒྱམ་ཚོགས་ཐོག་ཚུད་ཆུ་མཁན་དང་སྤྲུལ་པའི་རྒྱལ་བསྟན་མཛེས་བཟོས་པའི་བཀའ་བརྒྱུད་མཁས་གྲུབ་རྣམས་ལ་སྙིང་ནས་འདུད། ད་ཡོར་ཁྱད་པར་ཅན་ལ་མཆོད་པ་འཇོག་པ་སྔོན་དུ་བཏང་ནས། དེ་ནས་གུས་པས་ཞུ་ཡག་དེ་དག། དེ་ནས་དམ་པའི་ཆོས་མངོན་པར་རྫོགས་བྱ་སྟེ་གོ་རེ་མངོན་པར་རྫོགས་ཀྱི་ནང་ལོགས་ནས་དེ་གནས་བཞི་པ། ལེའི་བསྟན་པ་ལེའི་བསྟན་པ་ནང་ལོགས་ནས་དག། འདིའི་དང་པོ་ལས་ཀྱི་ངོ་བོ་དང་ད་དེ་འདྲུལ་དབྱེ་བ་མང་པོ་ཅིག་སོང་ནས་ད་ལས་དེ་གཟུགས་སྨན་གྱི་རྣམ་གྲངས་དེ་ཡང་འདྲི་ཅིག་ད་མདོ་ལས་གསུངས་པའི་ལས་ཀྱི་རྣམ་གྲངས་ཟེར་ད་དེ་རྒྱོ་བཞི་དེ་དེ་ཆ་དེ་ཞིག་ཡོད་དེ་ཆ་དེ་ཡོད་དུས་ད་འདི་ད་ངེས་དུ་དེ་དེར་བ།

དེ་ནས་འཇིག་རྟེན་ཐམས་ཅད་དབང་སོགས་བརྟག་པ། གི་བློ་གཡོ་བ་སྔོན་དུ་གཏོང་བ་ལས་བྱུང་བ་རེད་ཟེར། ངོ་བོ་དེ་འདྲུ་བྱས་ནས་སོང་བ་རེད། དེ་སོང་བ་དེ་ཚད་མ་རིག་གཞུང་རྒྱ་མཚོའི་ནང་ལོགས་ལ་ད་ཐེངས་སོ་ལྔ་གོང་ནས་མར་སླེབས་འོང་དུས་གདོང་འཇུག་དབྱིབས་ཀྱི་ཁྱད་པར་ལ་དོན་ཟིན། ནུས་པ་ལ་སོགས་དག་ཞེས་ཟེར་བ་ལ་སོགས་པའི་ཚིག་དེ་ཚོ་བསྟན་ནས་དེ་ནས་འཇིག་རྟེན་ཐམས་ཅད་གོ་རུང་བས། ཨོ་སྐྱིད་པོ་བྱས་པ་རེད་ཟེར་དབང་ཕྱུག་གིས་བྱས་པ་རེད་ཟེར་འོ་ད་དེ་འདྲ་ཅིག་སོང་འོ་དེ་འདྲ་ཅིག་བྱས་ནས་དབང་ཕྱུག་སྟག་པས་བྱས་པ་རེད་ཟེར། མི་གཅིག་གིས་བྱེད་དགོས་ན་བྱེད་ཤེས་ཡ་ཡོད་མ་རེད་དེ་འདི་འདི་བྱས་ཉེས་ཀྱི་མ་འདྲ་བ་ཅིག་ཡོད་རེད་དེ་ཡང་དབང་ཕྱུག་སྟག་པ་ད་ཁྱེད་ཆུ་མང་པོ་ལྡན་དེ་ཉིད་དབང་ཕྱུག་གི་ཡོན་ཏན་བརྗིད་ཀྱི་ལྡན་དེ་ཉིད་ཅིག་ཡོད་རེད་ཟེར་དེ་སོང་འོ་རེད། ད་དེ་འདྲ་བྱས་ནས་ད་དེའི་རྗེས་སུ་ལ་ནང་པ་སངས་རྒྱས་པ་འདྲ་ཅིག་བྱེད་དབང་འཚོང་བ་ཡིན་ན་འཇིག་རྟེན་དེ་ཚོ་ཐམས་ཅད་དེ་འདྲ་བྱས་ནས་དབང་སོགས་རྟག་པའི་བྱེད་བྱ་རྒྱུ་མ་རེད་དཱ་ཟེར་དབང་སོགས་རྟག་པ་རྟག་པ་ཅིག་གི་བྱེད་པ་ཡིན་ན། དེ་ལ་དེ་ནས་རིག་པའི་གནོད་བྱེད་ཡོད་རེད་དེ་ཡིན་དུས། འཇིག་རྟེན་དེ་ཚོ་ག་ལས་བྱུང་རེད་ཟེར་ན་ལས་ལས་བྱུང་བ་རེད་ཟེར་འོ་ད་དེ་སོང་ཧོ་རེད། འཇིག་རྟེན་མ་ལུས་ལས་སྐྱེས་ཟེར་བ་དང་ཁོ་དུད་འགྲོ་བྱས་ནས་ད་ལས་ལས་བྱུང་ཚོགས་ཀྱི་ལས་ཀྱི་རྣམ་གཞག་གསུང་དགོས་ཡ། ད་དེ་ཡིན་དུས་ལས་དེའང་དེ་ནས་དུད་འགྲོའི་འགྲེལ་བྱེད་བྱས་ནས་ད་ངེད་ཚོས་པའི་ལས་ཟེར་བ་དེ་ངག་དགེ་བ་དང། ལས་མི་དགེ་བ་དང། དེ་ནས་ལུང་མ་བསྟན་ལ་སོགས་པ་མདོ་བདུན་ནས་བཤད་པ་ཡིན་ན་ད་འདི་པའི་མི་ཚེའི་དང་མངོན་པར་རྫོགས་ཀྱི་བརྗོད་བྱ་སླ་པོ་དང་ལེགས་བསྟན་པའི་བརྗོད་བྱ་དེ་ཧ་ཅང་ཟབ་ཅིང་རྒྱ་ཆེ་བ་སྟོན་པ་དཀའ་བ་དང་རྒྱ་ཆེན་པོ་ཞེས་ཀྱི་ཕྱག་བདེ་ཤོས་རེད་ཁོ་ག་རེ་ཟེར་ན་དེ་ནི་དགེ་བ་དང་མི་དགེ་བ་དང་ལུང་མ་བསྟན་ཟེར་དེ་འདྲུས་ཀྱི་སོང་ངོ་ཚུལ་དེ་ནི་ཆོས་དེ་ཚོ་ཐམས་ཅད། དགེ་བ་ལས་བྱུང་བ་མི་དགེ་བའི་ལས་བྱུང་བ་ལོ་མ་བསྟན་ལས་བྱུང་བའོ། བདག་དུད་འགྲོས་ཀྱི་གསུང་འོང་དུས་དཔེ་མི་ཚེ་དེ་ནི་རྒྱ་ཆེན་པོ་ཞེས་བྱའི། ངུ་ཚོད་དེ། སོ་སྐྱེས་ནི་བསྟན་ཡིན་ན་ཁོ་དཔེ་ཤེས་བྱ་རིག་པའི་གནས་མཐའ་དག་འདི་ནི་ཚུལ་དེ་འདྲ་ཀྱིའོ། དུད་འགྲོའི་ཡོངས་ཤུགས་དུ་བ་ལེགས་ལེགས་དང་ལེགས་རྣམས་ཀྱང་དེ་ཤེས་ཡོང་དུས།

ཤིན་ཏུ་རྟོགས་དཀའ་རྒྱུ་འབྲས་ཟབ་མོ་ཆུད་ཟོས་ཨ་འབྲས་བརྒྱད་བསྟུན་འགྲོས་བྱས་ནས་སྟོང་ཉིད་རིག་པའི་སྐྱོན་ནི་གོ་ནུས་ཀྱི་ཤིན་ཏུ་རྟོགས་དཀའ་རྒྱུ་འབྲས་ཟབ་མོ་ཆུད་ཟོས་མང་པོ་བཅས་ཀྱི་ལས་ཡིག་དེ་ཕག་གཡོག་བཞག་ཡང་འགྲིག་གི། ཨོ་ལེ་ཟེར་བ་དེ་ལས་སླ་བོ་མ་རེད་ཟེར་ཡང་འགྲིག་ཅེས་བསྟུན་འགྲོས་སོང་བསྡད་ཡག་དང་བསམ་བློ་གཏོང་བསྡད་ཉན་ཡོང་ཧོ་རེད་དེ་ཚོ་ཕ་ཆེ་ནོར་རེད་དྲན་ཡོད་དོ་ལེ་ཟེར་བ་དེ་ག་ག་འདྲ་བཅས་ངོས་འཛིན་མགོ་བོ་རེད་ཟེར་ན་ད་རྩ་བའི་ཆ་ནས་ཀྱི་ངལ་རྩོལ་ཡོད་ཀྱི་དཔེ་ཆ་དེ་ཡིན་མ་ཡ་ཅན་ནི་ད་སྤྱི་སྟངས་ཁོ་འདྲ་ཀྱི་ཆ་བཟོ་བ་ཡིན་ན་ལེགས་ཟེར་དུས་ཁོ་ཀྱི་ཟབ་ཟིན་ལེགས་གསུམ་ཟེར་དུས་དེའི་ནང་ལོག་གི་ལེགས་ཀྱི་ཁོ་རང་པས་ཀྱི་ཟེར་བ་པོ་ཅིག་གི་ཟེར་བ་བྱས་པས་ཁོ་རང

དུད་འགྲོ་གྱི་བཞག་འོང་དུས་དུས་ཚོད་ཐམས་ཅད་ཕར་བསྟན་ཡིན་ན་དེ་ནི་ཧ་ཅང། མང་པོ་ཅིག་ཁོ་རང་ཤིན་ཁོག་ཡིན་གྱི་རེད་དཀའ་ལས་ཁག་པོ་གཞན་ཡིན་གྱི་རེད་དེ་ཡིན་ན་ཡང་མང་པོ་ཅིག་དུད་འགྲོ་དཀའ་ལས་ཁག་པོ་ཞེས་དེ་མ་རེད་བ་ངེད་ཚོ་དཔལ་གྱི་ཁྱིམ་ཚང་ཡིན་ན། ཀྱི། འབེབས་རྩོལ་བྱས་ནས་ཀྱི་ཟ་མ་འདྲེ་ཀྱི་བཟོ་དགོངས་ཤོང་ན་ཟ་མ། བཟོ་ཡག་གི་རྒྱུ་ཆ་དེ་ཡག་པོ་བཟོ་སྒྲུབ་བྱས། བཟོ་སྟངས་དེ་ཡག་པོ་བཟོས་ཆ་ཁྱི་དེ་ཡག་པོ་འཚོང་ནས་དཀའ་ལས་ཡག་པོ་རྒྱག་ན་ཟ་མ་ཡག་པོ་རག་གི་ཡོད་རེད་བ།

སློབ་སྦྱོང་ཡག་པོ་མི་བྱེད་ཉིན་དེ་ཚོས་སློབ་སྦྱོང་ཡག་པོ་མ་ཡོང་བ་དེ་ཚོ་ད་ཁོ་ཀྱི་མངོན་སུམ་ཚེ་སྒྲུབ་འདྲ་གྱི་རེད་བ། དེ་འདྲུ་འདྲ་གྱི་རེད། ངས་ཚོ་འདི་ན་ཁྱེད་ཚེ་འདིའི་ནང་ལོགས་ལ་སོ་སོ་སོ་སོའི་ཉམས་མྱོང་ལ་ཚོགས་བསྡུས་ཞུ་ཡ་ཡིན་ན་ཡང་ཚེ་འདིའི་ནང་ལོགས་ལ་ཟེར་བ་ག་རེ་བྱས་ཤོང་ན་མང་པོ་ཅིག་ད་སོ་སོའི་རང་བློ་རང་ལྐོག་མ་འཇོག་བ་རེད་སོ་སོ་ཧ་གོ་གི་རེད་ཟེར་ཡ་གྱི་རེད་བ། ཧ་གོ་བདེ་གི་རེད་ཡིན་ན་ཡང་ཚེས་སྔ་མ་དང་ཕྱི་མ་ཟེར་ཏེ་སོ་སོ་ལས་བཏུས་ན་ད་དྲན་ཤེས་ཡོད་མ་རེད། སྔར་གྱི་དྲི་མི་སྒྲིབ་ནས་དེ་ཤེས་ཤེས་ཡོད་མ་རེད་རྟོགས་ཤེས་ཡོད་མ་རེད། ཨོ་དེ་ཙམ་གྱི་ཁོ་རང་པས་སོ་སོའི་ཧ་མ་གོ་བ་དང་སོ་སོས་མ་རྟོགས་པ་ཙམ་གྱི་ཤེས་ཁོ་ཧང་སང་ཡང་མི་འདུག་ཨ། ག་རེ་ཟེར་ན་ངེད་ཚོ་དཔེ་ཆ་འབྲི་བྱེད་ནི་བློ་འཛིན་གྱིས་བྱས་ན་ཡང་དང་པོ་བློ་ལ་ཡག་པོ་བཟུང་ཡོད་ན་ཡང་རྒྱུད་རིན་པོ་ཆེ་མ་བསྐྱོད་ན་དཔེ་ཆ་བགྱིས་འགྲོ་ཁོ་རུ་བ་བགྱིས་འགྲོ་དུས་ཁོ་རང་བློ་ལ་སྐྱོ་ཡ་མེད་པ་ཆགས་ཀྱི་ཡོད་རེད་དྲན་གྱི་ཡོད་མ་རེད་དེ་ཡིན་ན་ཡང་དེ་ཙམ་གྱིས་ང་དཔེ་ཆ་བློ་འཛིན་མ་བགྱིས་ཡས་ཁོང་ལ་འགྲོ་ཡ་དང་དེ་ཙམ་གྱིས་ཁོ་རང་དཔེ་ཆའི་ཤིན་ཏུ་བཀོལ་སྤྱོད་ཆགས་སོང་བ་གནས་སྟངས་ཆགས་ཀྱི་ཡོད་མ་རེད་བ་དེ་ཡིན་དུས་ཀྱི་དཔེར་ན། ཁ་ཚོན་ནི་དེ་རིང་ནས་བརྩིས་པའི་ཁ་ཚོན་ནི་དེ་ནས་བར་ཉི་མ་རེ་རེ་རེ་རེ་འགྲོ་བའི་སྐད་ཅིག་སོ་སོ་ཐག་རིང་དུ་རིང་དུ་འགྲོ་དགོས་རེད་དེ། མ་འོངས་པར་ཡང་ཡང་དེ་ཚོ་སང་ཉིན་ཡོང་བ་དག་མངོན་སུམ་ཚེ་སྒྲུབ་རེད་ད་ཁོ་རང་པས་སང་ཉིན་ཡོང་བ་དག་མི་འགྲོ་བ་མི་ཅན་ཡིན་ན་ཕར་ཆེ་བས་ཧ་གོ་དགོས་རེད་སང་ཉིན་གྱི་དུས་ཚོད་ཡོལ་བ་དེ་ཧ་གོ་དགོས་རེད་དེ། ཡིན་ན་ཡང་སང་ཉིན་གྱི་དུས་ཚོད་ཡོལ་བ་ཡིན་ན་ཡང་སང་ཉིན་ཟེར་བ་དེ་སོ་སོ་ལ་མངོན་དུ་གྱུར་མ་ཡིན་ཟེར་དུས་སང་ཉིན་གནས་སྟངས་ག་རེ་ཆགས་དང་ག་རེ་བྱུང་དང་མ་བྱུང་ཟེར་བ་དེ་ཁོ

འོ་དུད་འགྲོས་ཀྱི་གནས་སྟངས་བསམ་བློ་བཏང་ནས་དེ་ནས་ད་མདོ་བསྡུས་ནས་ཤེས་པ་ཡིན་ན་དགེ་བ་ཚེ་དུས་ཁོ་རང་པས། ཀྱེ་དགེ་བ་ཚེ་དུས་ཀུན་སློང་ཁོ་རང་པས་དགེ་བ་ཅན་གྱི་ཀུན་ནས་སློང་ནས་དེ་ནས་ཉེ་རྫུས་ཀྱི་ལུས་ངག་གི་བྱ་བ་བྱེད་ཡོང་དུས་དེ་ནས་དེའི་གནས་སྐབས་ཀྱི་ལུས་ཀྱི་ས་བ་དེ་ལ་དེ་ནས་ལུས་ཀྱི་དགེ་བ་ཚེ་བཞག་བསྡད་ཅིག།

དེ་ཡིན་ཚུལ་དུ་འདོད་ནོ་ལོག་ལ་ལས་ཡིད་ལ་ཚིམ་པའི་ལས་དང་བསམ་པའི་ལས་ལ་འདོད་བ་ཟེར་ན་སོགས་འདོད་བ་ཟེར་ལ་ཡིན་ན་དེ་ལ་རྒྱུ་དུས་དང། དེ་དུས་ཀྱི་ཀུན་སློང་གི་དབང་དུ་བཏང་ནས་གསུངས་པ་རེད་མ་གཏོགས་དེ་ནས་དེ་འདྲུ་བྱས་ནས་ལུས་ངག་གི་ལས་དེ་ཚོ་ལས་ཡིན་ཞེས་པའི་དོན་དག་མ་རེད་ཟེར། དེ་འདྲུ།

སྐུ་སློང་ཡག་པོ་ཅིག་གི་སྐུ་ནས་སློང་ནས་ལས་ཀ་ཅིག་བྱེད་ཡོང་དུས་ལས་ཀ་དེ་ཕར་བྱེད་པ་ཡག་པོ་ཅིག་ཆགས་འདུག་འོར་བ་ད་འགའ་ཤས་ཡིན་ཁོ་རང་སྐུ་སློང་རྒད་པོའི་སྐུ་ནས་སློང་ན་མ་རེད་བུ་དབང་གི་ནོར་འཕྲོག་ཤོག་དེ་ཡག་གང་ཇི་སྙེད་ཅིག་ཡོང་གི་འོ་རེད་མ་གཏོགས་རྩ་བའི་ཆ་ནས་སྐུ་སློང་ཡག་པོ་སྐུ་ནས་སློང་ནས་བྱས་དེ་ཡག་དེ་ཚོ་ལས་ཀ་ཡག་པོ་ཅིག་ཆགས་བསྡད་ཀྱི་ཡོད་རེད

ཀ་བ་སྲིད་ནས་ཆུ་ཉག་ལེན་བྱེད་སྟངས་དང་མཐར་རུར་ཁོ་རང་པའི་སྒྲུབ་པའི་རྒྱ་མཚན་བཙོང་ནས་གྲུབ་འབྲས་ཐོང་ཐོང་དེ་ཚོ་གང་ལ་གཞིགས་ན་ཡང་ཆེས་རྡོ་རྗེ་འཆང་ངམ་སངས་རྒྱས་དང་བཟང་སྤྱོད་ཚན་པ་ག་གེ་མོ་ཅིག་གི་སྤྲོ་བ་ཡིན་པ་མཐའ་འཁྱོངས་འདུག་ཟེར་ཞུས་དུས། རྒྱལ་བཙུན་མི་ལ་རས་པས་ག་རེ་ལས་གནང་བ་རེད། རྒྱལ་བཙུན་མི་ལ་རས་པས་དེ་ལ་ལས་ག་རེ་གནང་བ་རེད་ཞུས་པ་ཡིན་ན། ད་ཁྱེད་རང་ཚོའི་ངོས་ནས་ད་དེ་འདྲའི་བསམ་བློ་བཏང་ཡག་དེ་དཔེ་མི་སྲིད་ཡག་པོ་རེད་ཟེར། ཁྱེད་ཚོའི་ཀུན་སློང་ཡག་པོ་རེད་དཔེ་ཡག་པོ་རེད་ལྟས། ཡིན་ནའང་ལས་རྒྱུ་འབྲས་ལ་བསམ་བློ་བཏང་ན། ཁྱེད་རང་ཚོའི་དཔེ་བསམ་བློ་བཏང་བཏང་དེ་ལོག་ལྟ་ཆགས་བསྡད་པ་རེད་ཟེར། ལས་རྒྱུ་འབྲས་ཡིད་ཆེས་ནས་ཁྱེར་བ་ཡིན་ན། ང་ནང་གི་ང་མ་གོ་ཁྱེད་རང་ཚོས་ཡང་བྱེད་ཐུབ་ཀྱི་རེད། དེ་ནས་དེ་དུས་ཁྱེད་རང་ཚོ་ཡིད་མ་ལས་རྒྱུ་འབྲས་ལ་ཡིད་མ་ཆེས་ནས་དེ་ལབ་ཡོང་དེ་དུས་ལས་རྒྱུ་འབྲས་ལ་ལོག་ལྟ་དེ་ལས་ཆེ་བ་མི་ཡོང་ཟེར། ལས་རྒྱུ་འབྲས་ཡིས་དེ་ནས་ཡིད་ཆེས་པའི་སྟེང་ནས་ཁྱོད་སྒྲོབ་ན་ཁྱོད་རང་ཚོ་མ་ཚད་མ་ཚད་ང་མ་ཚད་ཁྱོད་རང་ཚོ་དེ་ག་ནང་གི་ཡོང་ཡ་རེད་ཟེར་འོ་ད་དུད་འགྲོས་ཀྱི་གསུང་རུ་བ་མདོ་བསྡུས་ནས་བཤད་པ་ཡིན་ན་ད་ཡག་པོ་ཆགས་མ་ཆགས་ཟེར་དུས་ཁོ་རང་པས་ཐར་བ་ཐོབ་དགོས་ན་འདྲ་ཐམས་ཅད་མཁྱེན་པ་ཐོབ་དགོས་ན་འདྲ་འཇིག་རྟེན་ཡི་ཐོག་ལ་ལེགས་པ་དང་གྲུབ་པ་ག་རེ་བྱུང་དགོས་དགོས་ན

དྲི་བ་དང་པོ། དེ་ནི་ཀུན་དགའ་བརྩོན་འགྲུས་ལ་རེད་དུས་དེ་ནི་གཉིས་པ་སངས་རྒྱས་དང་མང་དང་པོ་ཀུན་དགའ་བརྩོན་འགྲུས་ཡིན་དང།
ད་དེ་ངེད་ཀྱི་དྲི་བ་དེ་དེ་ལས་དཀར་ནག་འདྲེས་མ་ལ་ཡི་ཅི་དོགས་ལ། འདི་བཤད་ཡོང་དུས་ང་ཚོ་པན་ཆེན་ཤག་ཕྱོགས་ཀྱི་གསུང་ཡོང་དུས་སྐབས་སུ་ལས་དཀར་ནག་འདྲེས་མ་ལ་ཡི་དེ་ལས་ཁོ་རང་གི་ངོ་བོ་དེ་དཀར་པོ་རང་ལ་བཞག་དགོས་རེད་ལས་དཀར་པོ་རང་ལ་བཞག་དགོས་རེད། ཡིན་ན་ཡང། དལ་དུས་ཀྱི་ཀུན་སློང་དེ་དཀར་པོ་ཡིན། རྒྱུ་དུས་ཀྱི་ཀུན་སློང་དེ་དཀར་པོ་ཡིན་ཡིན་པ་བྱས་དལ་དུས་ཀྱི་ཀུན་སློང་དེ་ནག་པ་ཅིག་ལ་བཞག་དགོས་རེད། འོ་ན་འདི་དཀར་ནག་འདྲེས་མ་ལ་ཡི་དེ་གར་ཅི་ནས་བཞག་དགོས་རེད་ཟེར་ན་ཁོ་རང་འཕེན་ཡོང་དུས་སྐབས་སུ་ཁོ་རང་གི་ལས། འབྲས་བུ་དཀར་པོ་ཅིག་འཕེན་གྱི་རེད་ཡིན་ན་ཡང་རྫོགས་པར་བྱས་ཡོང་དུས་སྐབས་སུ་ཁོ་ལས་ནག་པོ་ལ་དེ་ནས་ཁོ་ཡོད་ཁོ་གྱིས་རྫོགས་པར་བྱེད་ཀྱི་རེད་ཟེར་ཡོད་དྲག་ཅེས་ད་མདོར་བསྡུས་ན། དེ་འདྲས་ཀྱི་ཡོད་རེད་གར་བྱེད་ན་ན། འདོད་ཁམས་ལ། ལས་དཀར་པོ་དེ་གིས་ལས་ནག་པོ་དེ་ལ་རྫོགས་པར་ཐུབ་ཀྱི་རེད་གར་བྱེད་ན་ན་ལས་ནག་པོ་དེ་སྟོབས་ཆེན་པོ་རེད་དཀར་པོ་གྱིས་ནག་པོ་ལ་རོགས་པ་འགྲོ་ཆོག་གི་རེད། ཡིན་ན་ཡང། ནག་པོ་གྱིས་དཀར་པོ་ལ་ག་དུས་ན་འགྲོ་གི་མ་རེད་གར་བྱེད་ན་ན་ཁོ་སྟོབས་ཆེ་རེད་ཟེར་ནས་དེ་འདྲས་འགྲོ་ཅེས་གསུངས་ནས་དེ་ནས་ལས་དཀར་ནག་འདྲེས་མ་ལ་ཡས་དེ་ཡིན་གྱི་མིན་གྱི་ལས་དཀར་པོ་རང་ལ་བཞག་དགོས་ཀྱི་འདུག་ཟེར་ནས་དེ་འདྲས་ཀྱིས་གསུང་གི་འདུག་ར་ད་དྲི་བ་གཙོ་བོ་དེ་ག་རེད་ཟེར་ན། དེ་ནས།

འདི་སྐབས་སུ་ཁོ། སམ་བྷ་ཀར་ལ། ཁ་ལྕགས་སྦྱོར་བ་བརྣག་པ་ཟེར་ནས་བཤད་ཀྱི་འདུག་འདི་ཡིན་དུས་འདི་ལས་དེ་ག་རེད། རྡོ་རྗེ་བོད་ཀྱི་ལུགས་ལ་དེ་ནི་སམ་བྷ་ཀར་བོད་ཀྱི། མ་རེད་མ་རེད་བྱེ་བྲག་མང་བའི་ལུགས་ལ་སམ་བྷ་ཀར་བོད་ཀྱི། ཁ་ལྕགས་འདི་སྦྱོར་བ་འདི་ལ་བརྟེན་ནས་འབྲས་བུ་གང་ཡང་སྨིན་ཡ་ཡོད་མ་རེད་བས། ད་འདི་ལས་དེ་ག་རེད། ཁ་ལྕགས་དུས་མཆོད་ནོད་སྟོང་རེད་བས་ཟེར་འདྲ་བོ་བྱས། ཁོ། མི་དགེ་བ་ཞིག་གིས་གཞི་བཞག་བྱས་ནས་བཤད་ཀྱི་འདུག་ཡིན་ན་ཁོ་ཀྱིས། ཁ་ལྕགས་འདི། དེ་དུས་ཀྱི་ཀུན་སློང་འདི་ཀྱི་ནུས་པ་གང་ཡང་ཡོད་མ་རེད་བས་སའི་སྐད་ཆ་དེ། ལགས་སོ།
དེ་ཁྱེད་ཀྱི་དྲི་བ་དེ་ལ་དེར་བ་ཀ་ན་འབྲེལ་མི་ལེ་ཟེར་བ་དེ་ལ་མཁས་པ་ཚོས་གསུང་སྟངས་མ་འདྲ་བ་གཉིས་ཆ་འོང་འདུག་བ་ད་ཀྱེ་ད་ལྟ་དེ་ཁྱེད་གསུངས་པ་ནང་བཞིན་རེད་པན་ཆེན་ཤཱཀྱ་མཆོག་དེ་གསུངས་པ་ནང་བཞིན་ཆགས་ཤོག་ཡོད་རྒྱུ་རེད།

ལྷ་དྲི་བ་མྱོས་པ་སངས་རྒྱས་བལྟ་མ། མཁན་པོ་ལགས་ཀྱིས་དེའི་སྒྲིབ་པ་གསུམ་བཤད་པའི་གནས་སྐབས་སུ། རྣམ་སྨིན་གྱི་སྒྲིབ་པ་དེ་རྣམ་སྨིན་གྱི་སྒྲིབ་པ་ནི། བདེན་པ་མཐོང་བ་དང་འགལ་བའི་རྣམ་པ་ཅན་རྣམ་སྨིན་ཡིན་པའི་ཕྱིར་བཤད་པའི་གནས་སྐབས་སུ་དེའི་བདེན་པ་ཤེས་པ་གཅིག་དེ་དེའི་སྒྲིབ་ཀྱི་དོན་ལྟ་སྟེ། དེའི་སྒྲིབ་སྐབས་ཀྱི་དོན་དོན་པ་དེ་ངོས་བཟུང་རེ་མཛད་དོ།

ལས་དགེ་མི་དགེ་བསགས་པ་ལ་བརྟེན་ནས་དེ་ནི་གྲོགས་བདེ་ཡག་གི་དེ་ནི། ལས་ཟད་འཇིག་རྟེན་ཟད་དེ་ལ་སྲིད་གནོད་ཀྱི་འཇིག་རྟེན་སྐྱེད་ཀྱི་ནང་བཅུད་ཀྱི་སེམས་ཅན་གཉིད་ཡོང་བར་བ་དེ་གཉི་ག་ལ་འཇིག་རྟེན་ཞེས་པའི་མོ་བྱས་ནས་དེ་གཉིས་ག་རང་ཡིན་པ་ཡིན་མིན་འདྲ་ཅིག་ད་འཇིག་རྟེན་ཡིན་མིན་དེ་ད་ཕ་རྒྱལ་དུད་འགྲོའི་གཙོ་བོ་འདྲ་ཅིག་ཆ་ནས་དུད་འགྲོ་ཅིག་བཞག་དགོས་ཀྱི་རེད་བསམ་གྱི་འདུག་ད་དེ་ཡིན་དུས་མངོན་པ་རྫུན་དུ་བཞག་ན་འགྲིག་གོ། དེ་ནི་བསྟན་འཛིན་ཆོས་སྒྲོན་ཡིན། དེ་བཞི་ནི་རིག་འཛིན་བཟང་པོ། འདི་ལ། དེ་ལྟར་རྒྱན་གྱི་རྩོམ་ཤོག་བདུན་ཅུ་འདི་ལ། ངེས་པའི་འདི་ལ་མཐོང་རྒྱུ་ཡིན་རྒྱུ་ལས་དང་སྐྱེ་གནས་ཡིན་རྒྱུ་ལས་ལས་འདྲ་བྱེད་མྱོང་རྒྱུ་ལ་ནི་གསུམ་གསུངས་ཏོ། ཨ་ནི། མཐོང་རྒྱུ་ཡིན་རྒྱུ་ལས་དང་ཚེ་འདི་ལ་བསགས་པའི་ལས་ཏེ་ཨ་ནི། ཚེ་འདི་ལ་མྱོང་དགོས་བ་དང་ཨ་ནི། སྐྱེ་གནས་ཡིན་རྒྱུ་ལས། ལས་བསགས་པའི་སྐྱེ་བ་ཕྱི་མ་མྱོང་དགོས་བ་དང་ཨ་ནི། ཉོན་རྒྱུན་དེ་འདྲ་བྱེད་ཉོན་རྒྱུ་དེ་ཕྱི་ཚེ་སྐྱེ་བ་ཕྱི་མ་གསུམ་ཕན་ཆད་མྱོང་བ་གསུངས་འདུག་ཨ་འདི་འདྲའི་གསུང་དུ་སྐབས་སུ་དེ་འདྲ་རྣམ་སྨིན་ངེས་ལ་གནས་སྐབས་མ་ངེས་པའི་ལས་བྱོས་ར་འོ་དེ་ལས་དེ་དེ་གསུམ་པོ་གང་རུང་ག་རེ་རེད། ད་དེ
མ། གལ་སྲིད་དེ་གསུམ་གང་རུང་མ་ཡིན་ན་ཨ་ནི་དེ་གསུམ་མ་ཡིན་པའི་དེ་ངེས་པའི་ལས་དེ་ལ་དེ་གསུམ་མ་ཡིན་པའི་ལས་བྱ་དགོས་རེད་བས། ད་དེ་མ་ངེས་པའི་ལས་ནང་སླེབས་རུང་བ་དེ་རྣམ་སྨིན་ངེས་ལ་གནས་སྐབས་མ་ངེས་པ་བྱ་དེ

ངས་དེ་ཚོ་ཡོངས་གཞི་བཞག་ནས། ལས་དགེ་བ་དང་མི་དགེ་བ་དང། ལུང་མ་བསྟན་གྱི་ལས་ཟེར་བ་དག་དང། ཁྱི་སྟོང་དགེ་བ་དང་ཁྱི་ཚང་མ་གོ་རུང་དགེ་བ་དང་མི་དགེ་བ་ལུང་མ་བསྟན་ནས་གསུམ་དུ་འདུས་ནས་བཤད་པའི་སྐབས་སུ་ལ་ལུང་མ་བསྟན་ཡིན་ཟེར་དེ་གསུང་ཁོག་རེད་མ་གཏོགས་ད་ལྟ་འདི་ཡི་སྐབས་སུ་བསྟན་པའི་ལས་གསུམ་ཡོད་ནང་རྒྱ་བཤད་པའི་སྐབས་སུ་ལས་དེ་ཡིན་ཟེར་ཀ་བ་བུམ་པ་དེ་ཚོ་ཞུ་ཤེས་ཡོད་མ་རེད།

ཨོ་དེ་གནད་འགག་དྲི་བ་གནད་འགག་ཆེན་པོ་རེད་ད་དེ་ཁོ་རང་པས། ཤིང་སྡོང་གཡོ་བ་ལ་སོགས་པ་དེ་ཚོ་ཐམས་ཅད་ད། ལས། ཀྱི་འཕེན་རྩིས་ཀྱི་ལས་དང་ད་དེ་འདྲུ་ཅན་རེད་ཟེར་དགོས་ན་དཀའ་ལས་ཁ་པོ་རེད་དེ་ངས་ད་རེས་ཁོ་ག་རེ་ཟེར་ན། ཅིང་ཡིན་འདྲ་མ་འདྲ་ཅིག་དབང་ཆོག་འདེགས་འཇོག་ཅིག་མ་ངེས་པའི་ལས་ཅིག་ཡོད་རེད་ཟེར་དུད་འགྲོ་ཞུ་ཡོད་པ་ག་རེ་ཚང་མདོག་འགའ་ཤས་ནང་ག་རེ་སོང་འོ་རེད་ཟེར་ན་དཔེར་ན་ལམ་ཁ་ཅིག་ལ་འགྲོ་ནས་ཚ་བ་ཤོག་ཆེན་པོ་སླེབས་པའི་སྐབས་སུ་ལ་ཤིང་སྡོང་ཅིག་གི་གྲིབ་སེར་ཐོན་བྱུང་ཡང་སངས་རྒྱས་ཀྱི་འཕྲིན་ལས་ཡིན་ཟེར་འོ་དུད་འགྲོ་ཅིག་སོང་འོང་དུས་དེ་ཡང་ཁོ་རང་དཔེ་ཅིག་མ་ངེས་པའི་ལས་ལ་བཞག་ན་བཞག་མི་ཆོག་བ་ཅིག་ཅིག་ཡོད་མ་རེད་དེ་ཡིན་ན་ཡང་ད་དེ་ལས་ཡིན་དུ་མི་ཟེར་ཏེ་སྐྱེས་པ་ཟེར་བ་ཞིག་ཡོད་ཞིག་རེད།

ཨོ་དེ་ཡིན་དུས་ཚིག་རྩིས་ལ་བརྟེན་ཡིན་ན། བཏགས་རྩིས་མ་འདུས་པ་བྱ་རྒྱུ་དང་ངས་ད་རེས་གསར་བཞེངས་བྱས་པའི་སྐབས་སུ་ག་རེ་ཞུ་ཡིན་ཟེར་ན། ལེའི་ཟེར་དེ་ཨེན་ཚའི་མི་ཉིད་སེང་རྫོང་སིམ་པ་ལ་ཟེ་སྒྲ་སྨྲ་བའི་ལོ་བཞི་ཞག་ཅིག་ན་འགྲོ་དགོས་མི་དགོས་བལྟ་ཡ་ཡོད་རེད། སིམ་པ་དང་ཁོ་རང་པའི་མཚང་སྟེང་དུ་བྱོས་པས་དེ་འདྲུད་ཁོ་རང་ཤི་བ་སེང་རྫོང་བཞིན་པ་ཡོང་ཆོག་རེད་ལ་གཙོ་སེམས་ཡོང་སྲིད་ས་རེད། ཨོ་དེ་འདྲུད་ལབ་ཞུ་ཡོད་རེད། དེ་ནས། དང་པོ་དེ། དང་པོ་དེ་གཉེན་པོ་སྟོབས་བཞི་བཀོད་ནས་བཤགས་པར་ངེས་པའི་མི་དགེ་བའི་ལས་བྱེད་པར་བ། མ་རེད་དེ་རང་འབྲས་སྡོང་གར་འབྱིན་བྱེད་ཡང་ཡིན་པའི་གཞི་མཐུན་པ་ཟད་ཟུར་གཉིས་པ་དེ་གང་དུ་ཆགས་འདེད། རེད་རེད་ད།
གཉེན་པོ་སྟོབས་བཞི་བཤགས་པར་ངེས་པའི་ལས་བྱེད་དུས་གཉེན་པོ་སྟོབས་བཞི་བཤགས་ན་ཡང་ད་གཟུ་བོའི་ལོགས་ལ་ཁོ་མི་དགེ་བའི་ལས་བརྒྱད་ཡིན་ཚེ་དུས་མི་དགེ་བའི་ལས་དེ་ལ་དེ་གང་དུ་ཆུད་ཟ་འགྲོ་ཡ་ཡོད་མ་རེད་བ།

གཙོ་བོ་འདྲ་རྒྱ་ཡིན་ན་དག་ཁོ་རང་པས་དུད་འགྲོའི་འདྲ་རྒྱའི་རེ་བ་དང་ངེད་ཚོ་ལས་ལས་ལས་འཇིག་རྟེན་སྣ་ཚོགས་སྐྱེའི་ཚེ་ཡང་དུས་ལས་ཟེར་དུས་ངེད་ཚོ་ལས་ཀ་མང་པོ་ཅིག་བྱས་ན་དཔེར་ན་འདུ་ཁང་འདི་ཡང་ཁོ་རང་འབེབས་གསོ་མང་པོ་ཅིག་བྱས་ནས་ཆར་ཆུ་མང་པོ་ཅིག་བཞག་ནས་དེ་མི་མང་པོ་ཅིག་ཐུན་མོང་དུ་ཁོ་རང་པས་འགྲོ་སོང་ཡིན་ན་བཏང་ལས་ཀ་ཡིན་ན་བྱས་ནས་གྲོབ་བཞག་རྒྱུ་རེད་ཡ་མ་གཏོགས་གང་ཟག་གཅིག་གིས་ཁོ་རང་ཚང་མ་བཟོས་བཞག་རྒྱུ་མ་རེད་བ་འོ་དེ་ནང་བཞིན་འཇིག་རྟེན་ད་ཚོད་ལས་ཀྱི་དབང་གིས་བྱུང་སྟངས་དེ་རེད་བ་ལས་ཀྱི་དབང་གིས་བྱུང་སྟངས་ཟེར་དུས་ལས་དེ་གཙོ་བོ་རེད་མ་གཏོགས

ཨ། ག་རེ་ཟེར་ན་དེ་ནི་བསམ་བཞིན་དུ་ཟེར་བ་ཅིག་ལས་ལམ་རྫོགས་བ་ཅིག་དེ་ག་ནང་གི་དེ་ལ་ཁོ་རང་པའི་གཉེན་པོ་མ་སྐྱེས་བ་ཅིག་ཨོ། ཉོན་མོངས་པའི་དེ་ནི་ཁོ་གྲོགས་བྱེད་པ་འདྲ་ཅིག་ཨོ། ད་དེ་འདྲུད་འདྲ་ཅིག་ཁྱེད་ཆོས་གྲོགས་དངོས་པ་འཛོམས་ནས་ཤེས་ཡོང་བར་བ། དུད་འགྲོའི་སྐྱེས་ལ་ཁོ་རང་པས་ངེས་པའི་ལས་ལ་བོར་བ། ལས་ཚང་མ་ལ་སྙིང་པོ་ཡོད་ཟེར་དེ་ལྟ་སྡིག་པ་ལ་བཤགས་རྒྱུ་མེད་ཀྱང་དག་རྒྱུ་ཡོད་པ་སྡིག་པའི་ཡོན་ཏན་ཞེས་ངེད་ཚོ་རྒྱུན་ལྡན་བླ་མ་དེ་ཚོས་ཞལ་ནས་གསུངས་དེ་དེ་ཚོ་ད་ཕ་བྱེ་བ་དང། ཐེག་པ་ཆེན་པོའི་དེ་ནས་མདོ་བ་དང་དེ་ཚོ་གཞི་བཞག་གི་ཕ་བྱེ་གསུངས་འོང་རྒྱུ་རེད་མ་གཏོགས་ཕ་བྱེ་ཟེར་གྲངས་དམའ་བའི་དགོངས་པ་དག་ཡིན་རྒྱུ་མ་རེད་བསམ་དུ་རུ་བ་དེ་ཡིན་དུས་ཚོད་ངེད་ཚོ་དེ་དེ་ཚོའི་ཐོག་ལ་སྒྲུང་དང་ལོ་རྒྱུས་དག་མང་པོ་ཡོད་བ། ལ་སོ།
དེ་ནས་ཉི་མ་ནོར་བུ་དེ་བཞིན་ནི་སྲིད་ལྟར་རྡོ་རྗེ་ཡིན་ཏེ། ལ་སོ།
རྒྱན་གྱི་དང་དང་དེ་ཉོན་གྱུར་གྱི་ལས་གསུམ་ཞིག་གི་དོ། བདེ་བ་ཉོན་གྱུར་སྡུག་བསྔལ་ཉོན་གྱུར་རྟག་ཉོན་གྱུར་དེ་འདྲ་གསུངས་ཡོད་ར། དེ་སྐབས་ལ་བདེ་བ་ཉོན་གྱུར་དེ་ཚོ་ཡང་ནི་བསམ་སྟེ། གསུམ་པ་མན་ཆད་དེ་འདྲ་བྱ་དགོས་དོ། རྟག་ཉོན་ཉོན་གྱུར་དེ་ག་རེ་བསམ་སྟེ་ཞེས་པ་ཡན་ཆད་དེ་འདྲ་བྱ་དགོས་དོ། དེ་ཡིན་དུ་ང་ཚོས་བསམ་གཏན་དང་པོ་གཉིས་པ་གསུངས་པ་ལ་བཏང་སྙོམས་ཚོ་ར་བཏང་སྙོམས་ཡོད་དོ་ར། བསམ་གཏན་བཞི་པ་ཡན་ཆོད་ལ་མེད་རེད་བ། མ་རེད། བསམ་གཏན་གཉིས་པ་གསུམ་པ་དེ་ཚོ་ལ་ཚོ་ར་ལྟ་སྙོམས་དེ་ཡོད་གསུམ་པ་དང་ཡོད་རེད་གསུམ་པ་ཡན་ཆོད་ཟེར་འདུག་ད་མཚམས་མཚམས་རེ་བཞི་བ་ལ་གང་འགྲོ་རེད་བ། ད་དེ་ཚོ་ར་ལྟ་སྙོམས་དང་མཚུངས་ལས་འགྱུར་བའི་ད་ལས་དེ་ཚོ་ལྟ་སྙོམས་ཉིན་མོར་བྱས་ན་འགྲིག་གི་མ་རེད་པས། ཨ་ལ།
ད་ནི་བསམ་གཏན་གསུམ་པའི་ཚོ་ར་བ་དེ་དག་ཨ་ནི།

རིགས་ཀྱི་ད་ལྟ་དགེ་བ་ཅི་ཡོད་རག་ལ། ང་རེ་རེ་ལ། འོ་དེ་ལས་དགེ་བ་དེ་ཚོ་གི་རང་འགྲེ། དེ་བ་མིན་གྱི་ག་འདྲའི་ཆགས་ཀྱི་ཡོད་ན་ཟེར་རེ་རེ། གཅིག་དང། དེ་ནི་ད་དུང་གཅིག་མཉམ་དུ་ཞུ་བྱ་གོ་ལ། ད་ལྟ་དེ་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་སོང་སྟེ་ད་ལྟ་གནས་དང་པོ་ལ། སྒྲ་ནི་རྣམ་སྨིན་ལས་ཀྱི་མིན་གསུང་བྱ་ཡོད་རག་ལ། ད་དེ་སྒྲ་དེ་རྣམ་སྨིན་ལས། དོན་རྣམ་སྨིན་གྱི་འབྲས་བུ་མ་ཡིན་པར་གསུངས་བཞག་འོང་སྟེ་དེའི་གནས་གཉིས་པ་ད་ག་རང་ལ་རྣམ་སྨིན་གྱི་འབྲས་བུ་ཡོད་ན་ག་འདྲའི་ཟིན་གོ་རེ་གསུངས་ཏེ་ག་སུ། རྣམ་སྨིན་ལུང་དུ་མ་བསྟན་ཕྱིར་སེམས་ཅན་བརྗོད་ལུང་བསྟན་ཕྱིར་འབྱུང་ཟེར་གྱི་དེ་ནི་གསུངས་བཞག་ཡོད་ན་འདིས་གསུངས་ཏེ་ག་སུ་སྒྲ་འདི་ལ་འདི་བཞི་ཀ་ཚང་གི་འདུག་ཨ། ད་འདི་བཞི་ནང་ནས་ད་ལྟ་དེ་ནམ་རྒྱུན་ཡོང་སྒྲ་འདི་ལ་ད་གསུམ་པ་དེ་ཨོ། ད་ལྟ་དེ་ལུང་དུ་བསྟན་པ་ཟེར་ཏེ་གད་སྨིན་གྱི་གང་རུང་ལས་བྱུང་བ་མ་ཡིན་པ་ཅིག་ཨོ་དེ་མ་ཚང་པ་ཅིག། ཆགས་ཡོད་རེད་དེ་ཡིན་ན་ཡང་ད་ལྟ་དེ། ལས་ལ་འཇིག་རྟེན་སྣ་ཚོགས་སྐྱེས་སོང་དེ་ད་དགྲ་ཁོ་རང་འཇིག་རྟེན་འདུལ་བ་ཆགས་སྡུག་བསྔལ་ག་ཚོད་སྡུག་བསྔལ་ཁོར་ཡིག་འདུལ་བ་ཆགས་འོང་དེ་དེ་ཁོར་བ་ཡིན་ན་ཁོ་ད་ད་འཇིག་རྟེན་ཆགས་འཇིག་རྟེན་ཆགས་འོང་ན་ད་དགེ་མི་དགེ་གང་རུང་ལས་དེ་འདྲ་འབྱུང་དགོས་ར་བ་ལ་སོང་ཙང་ལས་དེ་ད་རྣམ་སྨིན་གྱི་འབྲས་བུ་ཡིན་པ་ལ་ཁྱེད་ཅག་གཞི་ག་ཚང་གིས་འདུག་དེ་ཚང་ན་ཁོ་རྣམ་སྨིན་གྱི་འབྲས་བུ་འགྲོ་ཆགས་ཀྱི་འདུག་དེ་ལ་དགོངས་ཚུལ་ག་རེ་ཡོད་རེད་ཟེར་བ་འདྲི་བ་ནི། དེ་ཉིད། ཉོ་བ་རེ་རེ་ལ་ད་ལྟ་དེ་ལས་དམ་པོ་དེ་སྟེར་བ་དེ་འདིའི་སྐབས་སུ་རྣམ་སྨིན་བདེ་བ་ཚེ་དུས་འཁོར་རུང་པའི་ངལ་དུ་འཇིགས་སྡིག་ལས་དྲག་བདེ་ཡག་གི་རྣམ་སྨིན་གྲུབ་འབྲས་ཡག་པོ་སྐྱེ་ཡོད་རེད་ཞེས་དོན་དག་རེ་ད་རིགས་དེ་བསམ་གཏན་གསུམ་པ་ཡན་ཆུང་གི་སྐད་ཆ་བཤད་བསྡད་ཡག་དེ་ངེད་ཚོས་དེ་ཡང་བསམ་གཏན་ཡན་ལག་གི་སྐད་ཆ་རེད་མ་གཏོགས་ད་ལྟ་དེ་སྐབས་ཀྱི་སྐད་ཆ་དེ་མ་རེད་བ་དེ་སྐྱེད་ཀྱིན་རེད་བ།

ད་ལྟ་དེ་ནི་མཚམས་མེད་པའི་ནི་ལས་ལྔ་བྱེད་པའི་སྐབས་སུ། ཐ་མ་འདིའི་ཁར་སངས་རྒྱས་ཀྱི་སྐུ་ལ་ཉིང་མཚམས་ཀྱི་ཁྲག་སྦྱིན་པ་ཟེར་བས་ཀྱི། དེ་འདྲའི་གྱི་སངས་རྒྱས་ཀྱི་སྐུ་དེ། ཨ་ནི་སངས་རྒྱས་ཁོ་རང་དངོས་སུ་ཞལ་བཞུགས་པས་ཀྱི་དེ་རིང་གི་སངས་རྒྱས་ཀྱི་སྐུ་གཟུགས་དེ་ལ་ངོས་འཛིན་བྱེད་ཀྱི་ཡོད་དམ། ཡང་ན་ཨ་ནི་ང་ཚོ་དེ་སངས་རྒྱས་ཀྱི་སྐུ་འདྲ་དེ་འདྲ་ངོས་འཛིན་བྱེད་རེད་ཟེར་འདི་ཞུ་ཡ་གཅིག་དང། ཨ་ནི་དེ་འདྲའི་གཅིག་གིས་ཨ་ནི་སངས་རྒྱས་ཀྱི་སྐུ་ལ་ཉིང་མཚམས་ཀྱི་ཁྲག་སྦྱིན་པའི་དེ་འདྲའི་གྱི་མཚམས་མེད་པའི་ལྔའི་ལས་དེ། ད་ལྟ་ཨ་ནི་ང་ཚོ་ལ་དེ་འདྲའི་གྱི་ས་ཀ་ཡོད་དང་མེད་ཟེར་འདི་ཞུ་རྒྱུ་ཡིན།
ལ་སོ། རེད་ད་ད་ད། སངས་རྒྱས་ད་དངོས་སུ་ཞག་བཞུགས་མེད་རེད་བ་ཞེ་དྲག་མ་བའི་ལོ་བཞི་ཞག་བྱས་ན་ད་ལྟ་འདིའི་སྐབས་སུ་སངས་རྒྱས་ཟེར་དུས་དཔེར་ན་ཤ་ཆ་སྟོན་པ་ཤ་ཆ་ཐུབ་བ་འདྲ་ཅིག་ལ་ཞུ་ཤོག་རེད་བ། དེ་ཡིན་དུས་དེ་ཅི་ད་ལྟ་དངོས་སུ་ཁོང་རང་སངས་རྒྱས་སྐུ་ལ་ངལ་སེམས་ཕྲ་འཇལ་ཡ་མི་འདུག་ཟེར་ཅེག་ཅེག་ཅེག། ལེགས། དྲི་བ་དང་པོ་དེ་དེ་རེད་བ་ད་དེའི་སྐབས་སུ་སངས་རྒྱས་སྐུ་ལ་ངལ་སེམས་ཕྲ་འཇལ་ཞེས་པའི་ཕྲ་འཇལ་ཚ་དེ་དཔེ་ཇེ་ཆ་མཚོན་ན་སྟོན་པ་ཤ་ཆ་ཐུབ་བ་ལྟ་བུ་ཅིག་གོ་གོ་རེད་བ། ཤ་ཆ་ཐུབ་བ་དེ་ནས་ཡིན། ས་ཁུག་སྤུངས་རི་ལ་དེ་ཡང་ངེས་འདུག་སྟེ། མདོ་དེ་ཚོའི་ནང་ལོ་ལ་དག་དེ་འདྲའི་འདོར་བ་དེ་ཚོའི་ནང་གླེང་གཞི་མང་པོ་ཡོད་བ་དེ་ཡིན་དུས་ས་ཁུག་སྤུངས་པོའི་རི་ལ་ག་རེ་ཟེར་ན་ལྷས་བྱིས་ཀྱི་སྒྱོགས་རྡོ་བརྒྱབ་ནས་སྒྱོགས་རྡོ་དེ་ཁོ་རང་ཡར་ནས་བཏོན་པའི་སྐོར་ལ་ཁོ་རང་དེ་འདྲའི་བྱས་ནས་སྨྲ་བྱུང་བའི་ལོ་རྒྱུས།

ད་ལྟ་དུ་བ་རྒྱལ་སྐབས་སུ་ད་ལྟ་རང་གི་མ་དེ་ར་བ་ནི་དྲག་པོ་ལས་དེ་འབུ་གིས་མནར་བའི་ནད་དེ་ལས་སྐྱོབ་པའི་དོན་དུ་བུ་དེ་གི་མ་གི་སྲོག་གཅོད་པ་དེ་ཇི་དང་དུས་ཀྱི་ཀོ་ལུང་ལ་སྟེ་དུས་ཁོ་ཚ་མེད་པའི་ལས་དང་སྲོག་གཅོད་པའི་ལས་གཉིས་ཀ་ཡིན་གསུང་བའི་ར་དེ་ནང་བཞིན་གྱི་ད་ལྟ་ནི་དངོས་པ་མཛོད་པའི་སྐབས་སུ་ལ་ད་ལྟ་ཁྱིམ་ཆེན་གྱི་ད་ལྟ་འོ་ན་དུས་ཀྱི་ཀུན་སློང་གཙོ་བོ་ཡིན་པའི་ཕྱིར། རྒྱུའི་ཀུན་སློང་དགེ་བ་དགེ་བས་བྱས་ནས། དུས་ཀྱི་ཀུན་སློང་མི་དགེ་བའམ་ལུང་མ་བསྟན་གྱིས་བྱས་པའི་སྡོམ་པ་དགེ་བར་མི་འགྱུར་ཏེ་ཞེ་ན། ཀུན་སློང་གི་བསམ་པ་དེ་དག་མཐོང་སྤང་དང་སྒོམ་སྤང་གི་རིགས་ཐ་དད་ན་དུས་ཀྱི་ཀུན་སློང་གཙོ་བོར་རྒྱུ་གྱིས་ཟེར་རོ། རིགས་གཅིག་པ་ལ་ནི། རྒྱུ་ཡོད་ཀུན་སློང་གི་གཙོ་བོ་ཡིན་པའི་ཕྱིར། དེ་ལྟར་ཐ་བ་མེད་པས། ཞེས་ལན་འདེབས་པར་བྱའོ། འདི་འདྲའི་ཞིག་གསུངས་འདུག་རོ། དེ་འདྲ་ཡིན་དུས་སྐབས་སུ་ལ། བྱེ་བྲག་སྨྲ་བའི་ལུགས་ལ། ལས་དེ་དགེ་བ་ཡིན་པར་བྱ་བ་ལ།

དངུལ་ཞིག་ལས་ཀ་དེ་བྱེད་ཀྱིན་འདུག་མི་འདུག་ལབ་རེ་མ་འདུག་ཀུན་སློང་དེ་ལ་ཡང། འཇིག་རྟེན་ལ་དེ་ག་ཚོད་གལ་ཆེ་བ་བརྩི་གི་མ་རེད་བ་ངེད་ཚོ་ད་ཐུགས་པ་ཆེན་པོ་ཟུང་ཆོག་ཚུན་པའི་བདེ་སྣང་ལོ། ཡ་རྟོགས་ན། ཡང་ཀུན་སློང་དེ་པས་གལ་ཆེན་པོ་འདྲ་གྱི་བརྩི་འོང་རེད་མ་གཏོགས། མ་གཞི་ཁོ་རང་པས་ད་འདི་ཟེ་དྲ་སྨྲ་བའི་ལོག་ལ། འདུལ་བ་དང་དེ་རྫོགས་དུ་དུའི་ལོག་ལ། ཁོ་རང། བྱ་བ་དེ་གཙོ་བོ་བརྩི་དགོས་རུ་བ། གནད་འགག་ཐད་གཏོང་རུ་བ། ལགས་སོ། དེ་ནས་ཀུན་དགའ་བཀྲ་ཤིས་དེ་བཞིན་ནི་དོན་ལྡན་ཡེ་ཤེས་ལས། ཁྱོད་རིན་པོ་ཆེ་ལགས་དེ་ངའི་དྲི་བ་དེ་རིག་བྱེད་མ་ཡིན་པའི་མཚན་ཉིད་སྐོར་ལ་ཡིན་ཡ། ཨ་ནི་བཟོའི་རྩ་བ་ལས་ཡེངས་དང་སེམས་མེད་པ་ཡི་ཡང་ཁེ་དང་མི་ཁེ་བྱེད་འབྲེལ་གང་འབྱུང་བ་ཆེ་རྣམས་ཁྱུར་བྱེད་པ་དེ་ནི་རྣམ་རིག་བྱེད་མིན་བརྗོད་སའི་རིག་བྱེད་མ་ཡིན་པའི་ཨ་ནི་མཚན་ཉིད་སོ་སྒྲུབ་ཀྱི་མཚན་ཉིད་བསྟན་པའི་མགོ་བོ་བསྟན་པའི་དང་མཚན་ཉིད་བསྟན་པའི་དེ་འདྲ་ལུང་རེ་རྩ་ཚིག་རེ་གསུངས་འདུག་ལ། དེ་ཡང་མ་ཡིག་དེའི་ཐ་མ་གཉིས་ནི་སེམས་ཅན་གྲངས་ཟེར་སྐབས་སུ་ནི་བསམ་གཏན་དང་ཟག་མེད་ཀྱི་སྡོམ་པ་དེ་ཡང། ཡིན་གྱི་མིན་གྱི་དེ་ལ་སེམས་གོས་ཀྱི་ཡོད་པའི་བཟོ་འདྲ་བ་གཅིག། ཡང་གང་གིས་ངོ་བོ་བསྟན་པའི་སྐབས་སུ་སེམས་མེད་པ་ཡང་ཟེར་ན་སེམས་མེད་པའི་སྐབས་སུ་ཡང་རིག་བྱེད་མ་ཡིན་པ་དེ་ཡོད་ཟེར་བའི་བཟོ་འདྲ་གཅིག་ཆགས་ཀྱི་འདུག་དེའི་མཚན་ཉིད་བསྟན་པའི་དེའི་རྩ་ཚིག་དེའི་མཚན་ཉིད་བསྟན་པའི་ནི་ཚད་ཀྱི་མཚན་ཉིད་བསྟན་པའི་རྩ་ཚིག་རེད་དམ་མ་རེད་ག་ཞིག་ཡིན་པ་ཡིན་ན་ཐ་མ་གཉིས་ནི་སེམས་ཅན་གྲངས་ཟེར་དེ་ལ་མ་འགལ་བ་འདྲ་བོ་ཆགས་ཀྱི་རེད་བས
རེད་རེད་ད་དེ་མཚན་ཉིད་བསྟན་པའི་རྩ་ཚིག་རེད་ཞེས་གསུང་བོར་བ་ད་དེ་ཡིན་དུས་དེ་ལ་མཚན་ཉིད་བསྟན་པའི་རྩ་ཚིག་ལ་བཞག་ནས་ལྷོ་བོང་ཡིག་རྙིང་གི་འདི་ལ་མ་མཚུངས་བསྟན་རྒྱུ་འགའ་རེ་བསྲེས་ནས་ད་སྐྱོང་མང་པོ་ཅིག་བཏང་གནང་བར་བ། ཡིན་ན་ཡང་ད་ལྷོ་བོང་ཡིག་རྙིང་གི་རྗེས་སུ་འབྲང་བ་དེ་ཚོས་དེ་མ་མཚུངས་བའི་སྐྱོང་ཡོད་མ་རེད་ཟེར།

དོགས་པ་འགྲོ་མི་སྲིད་མ་ཡིན་ཏེ། ཁྱེད་རང་གིས་དེ་རྒྱས་མིག་གི་རྣམ་སྨིན་བྱུང་གཟུགས་པ་ལ་ཤེས་འདུག་པ་སོ། དེ་ནི་སྲོག་གཅོད་པའི་གི་རྣམ་སྨིན་དེ་ལ། ང་ནི་སེམས་ཅན་ངན་སོང་གསུམ་དུ་ལྟུང་བ་དང་ག་སྲིད་མི་སྐྱེ་ན་ཡང་འབྲས་བུ་རྣམ་པ་གཉིས་མེད་དེ། དབུལ་ཕོངས་པ་དང་ནོར་བུ་ཐུགས་མང་དུ་བྱེད་པའི་དབང་མེད་དོ་ཞེས་པ་དེ་འདི་ལ་དོགས་པ་འགྲོ་ས་ཟེར་རོ། ཁྱེད་རང་གི་བག་དེ་ལ་ནི་སྲོག་གཅོད་པའི་གི་རྣམ་སྨིན་དེ་ལ་ཡང་ཚད་མཐོ་བ་དང་ནད་མང་བ་ཤས་ཆེ་སྟེ། མ་བྱིན་པ་བླངས་པའི་གི་རྣམ་སྨིན་དེ་ལ་དབུལ་ཞིང་ཕོངས་པ་དང་ནོར་བཞིན་གྱི་རང་དབང་མེད་པར་བྱེད་པ། དེའི་ཚིག་དེ་དོགས་ནོར་ཡིན་ཟེར་ན་ག་འདྲས་འགྲོ།

དབུལ་ཕོངས་དང་ནོར་ཐུབ་མང་དུ་བྱེད་པའི་དབང་མེད་པ་དེ། མ་བྱིན་པ་བླངས་པའི་རྣམ་སྨིན་དེ་མ་རེད་ལས་ཀྱི་རྣམ་སྨིན་དེ་མ་རེད་མི་འཐད། མ་བྱིན་པ་ལེན་པའི་རྣམ་སྨིན་གྱིས་མི་སྐྱེད་ན་དབུལ་ཞིང་ཕོངས་པ་དང་ནོར་བྱིན་གྱིས་རང་དབང་མེད་པར་བྱེད་པ་དེ་མ་བྱིན་པ་ལེན་པའི་རྣམ་སྨིན་དེ་ལ་ཤེས་བ་མ་རེད། ཁྱེད་རང་གིས་དེ་རེད་རེད་རེད་སྲོག་སྐྱོབ་ཨང་རེད་རེད་རེད་ཨང་སྲོག་སྐྱོབ་པའི་རེད་རེད་རེད་ད་དེ་ཡིན་དེ་དེ་གཙོ་བོ་ད་ཁོ་རང་དེ་རེད་བ་ད་དེ་གཅིག་བྱས་ན་ཡི་གེ་ནོར་ཡོད་སྲིད་པ་རེད་དེ། དེ་འདྲ་བྱས་དུས་མ་བྱིན་པ་ལེན་པའི་རྣམ་སྨིན་འབྲས་བུ་ལ་ད་དབུལ་བོ་ཆགས་ཡ་ད་དེ་ཚོ་ད་ཡོངས་གྲགས་རེད་བ།

ནས་སོག་ཆུ་ཀོ་ལོང་བརྒྱུད་རི་དྭགས་བཀོད་པའི་ཁོང་ཁྲོ་ཁོང་ཁྲོ་ཀུན་ནས་སློང་ནས་སོག་ཆུའི་ནང་དུ་ནི་དེར་ལེགས་དེ་ལ་དེ་འགྲུལ་གྱི། མི་དགེ་བའི་ལས་ལེགས་པར་བ་ལ་དེ་ནི་ཡིན་ན་ཡང། ད་ལྟ་དེ་བདག་འཛིན་ཀུན་ནས་སློང་ཟེར་ཡ་དེ་ད་བདག་འཛིན་ད་ཁོང་ལས་ཀ་ད་ཁོང་ཁྲོ་ཀུན་ནས་སློང་ན་བདག་འཛིན་ཀུན་ནས་སློང་བས། ཆབ་ཆ་བ་འདྲ་གྱི་རེ་བ་ཁོང་དྲུག། ངའི་དྲི་བ་དེ་མ་རེད་ལ། དེ་གིན་ལྷུང་དུ་གྱུར་བའི་གཞས་གདངས་དང་དེ་བདག་འཛིན་མ་རིག་པ་ཀྱི་དུ་བ་གང་ཟག་བདག་འཛིན་མ་རིག་པ། དེ་གཉིས་མི་དགེ་བ་ལ་འགྲོ་གི་རེད་འགྲོ་གི་མ་རེད་ཟེར་ལུས་ད་ཁོ་རང་མི་དགེ་བ་ཡིན་པ་ཅི་དེ་ལ་རྩོད་པ་མེད་ཅི།

ལུས་དེ་ལ་བརྟེན་ནས་ཚིག་སྐྱེས་བཀའ་སྩལ་ནས་ཚིག་སྐྱེས་སྣ་ཚོགས་པ་འཛོམས་སྟངས་དེ་ག་འདྲ་བྱས་ནས་བཟུང་གི་ཡོད་ཡ། ཡོད་གི་ཡོད་ཡ་དེ་དང་ཨ་ནི་དེ་ཡིན་དུས་ད་ལྟའི་གྲུབ་མཐའ་སྨྲ་བ་བཞི་ཀ་ལ་ཚིག་འདིའི་འབྱུང་སྟངས་དེ་སྣོད་ཀྱི་འཇིག་རྟེན་དུ་ཆགས་ཡོང་གི་བསམ་པ་ལ་གི་ནི་གྲུབ་ཚུལ་གྱི་རྣམ་པ་དེ་གཅིག་པ་རེད་རོ། ཡང་ཁོ་གྲུབ་མཐའ་སོ་སོ་སོ་སོ་ལ་ཨ་ནི་བཞེད་ཚུལ་མི་འདྲ་བའི་རྣམ་པ་ཨོ་དེ་འདྲ་ཡོད་རེད། ཨོ་དེ་འདྲ་ཅིག་ཤོས་ཡིན། ལ་སོགས་ཏེ། དེར་བར་འཇིག་རྟེན་སྣ་ཚོགས་ལས་ལས་སྐྱེས་ཚེ་འོང་དུས་ད་ངན་ཚོ་དེར་བར་ཏེ། ས་སྡེ་དང་སྒོ་ང་འདྲེ་ཀྱི་རེ་བ་བརྟེན་དུས་ཁོ་རང་འཁོར་བ་ཐོག་མ་ཐ་མ་མེད་ལ་བོར་བ། ཐོག་མ་མེད་ཡིན་ཚེ་དུས་འཇིག་རྟེན་ལ་ཡང་དམིགས་བསལ་ཐོག་མ་ཟེར་ཡོག་མ་རུང་བ། ཡིན་ནའང་དཔེར་ན་འཛོམས་པའི་གླིང་འདི་ངན་ཚོ་ས་གོ་ལ་འདབ་འདི་ཁོ་རང་གྲུབ་པའི་སྐབས་སུ་ལ། ཧོ། གྲུབ་སྟངས་རིམ་པ་བརྒྱད་དུ་འགྲུབ་ཤེས་ནས། ལས་ལས་སྐྱེས་ཞེས་པའི་རང་རྒྱུད། ཁོ་རང་པའི་ལས་དང།